འོ་ན་སློབ་གྲྭའི་སློབ་ཕྲུག་རྣམས་ལ་འཚམས་འདྲི་ཞུ། སྒྱུར་རྩིས་ཀྱི་བཤེར་རྩིས་ཞུ་བ་ཡིན། སྒྱུར་རྩིས་ཀྱི་བཤེར་རྩིས་ལབ་ཡ་དེ་དང་པོ་དེ་ལ་ཡ་ནམ་རྒྱུན་ནང་བཞིན་བཤེར་རྩིས་ལབ་དུས་འཚམས་པ་རྩིས་གཅིག་བརྒྱབ་པ་ཡིན། རྩིས་དེ་ལ་འགྲིག་ཡོད་མེད་བལྟ་ཡ་གི་ཆེད་དུ་རྩིས་ཐབས་ཤེས་གཞན་པ་ཞིག་གི་ཐོག་ནས་རྩིས་བསྐོར་བ་དེ་ལ་རྩིས་བསྐོར་ནས་འགྲིག་ཡོད་མེད་བལྟ་ཡ་དེ་ལ་ཟེགས་ཡོར་བ། དེ་འདྲའི་སོང་ཙང་ཨ་ནེ་ཡིས་སྒྱུར་རྩིས་འདི་འདྲའི་ཞིག་བསྐུར་བ་ཡོད་ན་ཉིས་བརྒྱ་བཞི་བཅུ་ཞེ་ལྔ་དེ་དྲུག་ཅེ་རེ་བཞི་ལ་བསྒྱུར་འོད་ཟེར་ཅིག་ཡོད་ཡིན་ན། ད་དང་པོ་དེ་ལ་ཡང་ཉིས་བརྒྱ་དེ་སྒྱུར་རྩིས་བརྒྱབ་དགོས་ཡོད་རེད་པ། ཉིས་བརྒྱ་བཞི་བཅུ་ཞེ་ལྔ་དེ་སྒྱུར་རྩིས་བརྒྱབ་ནི། ཨ་ནེ་ཡིས་ལྔ་བཞི་ཉི་ཤུ་ཐམ་པ་བྱས་ཨ་ནེ་ལྟོས་གཏུགས་སུ་བྱས་ནས་ད་ཤར་མ་དང་པོ་དེ་ངས་ནི་བྲིས་ཚར་བ་ཡིན་གང་ཡིན་ཟེར་ན་ང་ཚོ་དེ་ཚོ་དེ་ཚོ་ཟ་ཡ་བྱེད་དུ་ཡིན། ད་དེ་ནི། གཉིས་པ་དེ་ལ་ཡ། ཨོ་ག་རེ་ན་ཞེས་ཚར་མེད་ན་ཨོ་དེ་བྱ་ཞེས་གཉིས་ཀྱི་བརྒྱད་དགུ། ཨོ་ཨོ་འདི་ཚར་ཡོད་ས་མ་རོ། ཨོ་ད་དེ་ནི་གཉིས་པ་དེ་ལ་ཡ་དང་པོ་དེ་ཚར་ཡིན་ཚང་དེ་རྟགས་ཚར་བའི་རྟགས་ཅིག་བརྒྱབ་ནས་གཉིས་པ་དེ་ལ་ཡ་དྲུག་ལྔ་སུམ་ཅུ་ཐམ་པ་རོ་འདི་ལ་སུམ་ཅུ་ཐམ་པ། འདི་ལ་ལེགས་པོར་ལེགས་པོར་བ། ཨ་ནི་དྲུག་བཞི་ཉི་ཤུ་རྩ་བཞི་སྒང་ལ་སུམ་བརྒྱབ་པ་ཡིན་ན།

ཅིག་བྱ་དགོས་འདུག་ད་འདི་ལ་ཡང་སྒྱུར་ཚུལ་དེ་ལན་དེ་རེད་སླེ་བ་རེད་ད་དེ་འགྲིག་ཡོད་དམ་མེད་བརྟག་དཔྱད་བྱེད་དགོས་ཀྱི་ཡོད་རེད་བ་དེ་འགྲིག་ཡོད་དམ་མེད་བརྟག་དཔྱད་བྱེད་པ་ལ་སྤྱིར་བཏང་བྱས་པ་ཡིན་ན་སྒོ་རྩིས་བརྒྱབ་ན་ཡང་འགྲིག་གི་ཡོད་རེད་སྒོ་རྩིས་བརྒྱབ་ན་ཡག་པོ་ཞེ་དྲག་ཡོད་རེད་ཡིན་ན་ཡང་ད་ང་ཚོ་སྒོ་རྩིས་བརྒྱབ་པ་ཡིན་ན་དེ་གཉིས་གང་རུང་གི་སྒོ་རྩིས་བརྒྱབ་དགོས་ཀྱི་ཡོད་རེད་འདི་ལ་ཡང་ཨང་ཀི་འདི་ལ་ཡང་གཅིག་ཁྲི་ལྔ་སྟོང་དྲུག་བརྒྱ་བཅུ་བརྒྱ་བརྒྱད་བཅུ་འདས་ལ་ཡ། དྲུག་ཅུ་རེ་བཞི་གི་སྒོ་ཚིགས་བརྒྱབ་ན་འགྲིག་གི་རེད། ཉིས་བརྒྱ་བཞི་བཅུ་ཞེ་ལྔ་སྒོ་ཚིགས་བརྒྱབ་ན་འགྲིག་གི་རེད་དུས་སྤྱི་འཐུས་རྩམ་པ་གཉིས་ཀ་ཆེན་པོ་གཉིས་རེད་དེ་འདུག་དུས་སྤྱི་འཐུས་རྩམ་པ་དག་སྒོ་ཚིགས་བརྒྱབ་མ་གོ་བ་བྱས་ནས། བསྒྱུར་ཚིག་བརྒྱབ་ནས་ད་ག་རང་འགྲིག་འདུག་ཡང་བསྒྱུར་ཚིག་བཤེར་ཚིག་བརྒྱབ་ཆོག་གི་རེད། བསྒྱུར་ཚིག་བཤེར་ཚིག་བརྒྱབ་ཆོག་དུས་རྩམ་པ་ཁོ་གཉིས་གོ་རིམ་དཀྲུགས་ནས་ཚིག་བརྒྱབ་ཡ་རེད། དང་གི་ལྔས་ལ་ཡ་ཉིས་བརྒྱ་བཞི་བཅུ་ཞེ་ལྔ་དེ་སྒང་ལ་བྲིས་ཡོད་རེད། ད་བཤེར་ཚིག་སྒྱུར་ཚིག་སྒྱུར་ཚིག་གི་བཤེར་ཚིག་སྒྱུར་ཚིག་གི་ལམ་ནས་བྱེད་པའི་སྐབས་སུ། ད་འདི་སྒྱུར་ཚིག་བཤེར་ཚིག་སྒྱུར་ཚིག་གི་ལམ་ནས་བྱས་རེད་དངོས་གནས་བཤད་པ་ཡིན་ན། ད་འགའི་ག་ཚོད་རེད་ཨང་ཀི། གཅིག་ཁྲི་ལྔ་སྟོང་དྲུག་བརྒྱ་བརྒྱད་ཅུ་ཐམ་པ་དེ། གཅིག་ཁྲི། གཅིག་ཁྲི་ལྔ་སྟོང་དྲུག་བརྒྱ་བརྒྱད་ཅུ་ཐམ་པ་དེ། ཨ་ནི་དྲུག་བྱེ་རེབ་ཞིག་ལ་སྒོ་ཚིག་བརྒྱབ་ན།

དེའི་ཚེ་ཆི་ཀ་ལས་ཡོད་ཀྱི་སོ་ཀྲ་ཆི་ཡོད་དུས་བརྩམས་པ་ཨ་ནི་ཡོད་དེའི་ཚབ་ལ་ཡང་སྒྱུར་རྩིས་བརྒྱབ་ན་འགྲིག་གི་ཡོད་རེད་སྒྱུར་རྩིས་བརྒྱབ་པ་ཡོད་ན་སྒྱུར་རྩིས་གོ་རིམ་དཀྲུག་ཡ་རེད་ད་ད་གིས། ཉིས་བརྒྱ་བཞི་བཅུ་ཞེ་ལྔ་དེ་སྒང་ལ་བྲིས་ཡོད་རེད་ད་ཉིས་བརྒྱ་བཞི་བཅུ་ཞེ་ལྔ་དེ་འོག་ལ་བྲིས་ཡ་རེད། ཉིས་བརྒྱ་བཞི་བཅུ་ཞེ་ལྔ་འོག་ལ་བྲིས་པ་ཡིན་ན་ཏོག་ཙེ་མི་བདེ་བ་འདྲ་ཅིག་ཡོད་རེད་དེ་ཡིན་ན་སྐྱོན་ཆེན་པོ་ཡོད་མ་རེད། ད་དེ་ངས་ཤར་མ་དང་པོ་དེ་ངས་བྲིས་ཚར་བ་རེད་ད་ཤར་མ་གཉིས་པ་དེ་བཞི་བཞི་བཅུ་དྲུག་རེད་བ། ད་ཤར་མ་གཉིས་པ་དེ་བྲིས་ན་འདི་སུ་དགོས་གི་འདུག་བ། འདི་གསོ་བ་ཡིན་ན། ཨ་ནི་བཞི་དང་བཞི་སྒྱུར་རྩིས་བརྒྱབ་ན་བཞི་བཞི་བཅུ་དྲུག་བྱེད། བཅུ་དྲུག་བྱེད། དེ་ནས་དྲུག་བཞི་ཉི་ཤུ་རྩ་བཞི་བྱེད། ཨ་ནི་ཉི་ཤུ་རྩ་ལྔ་བྱེད། ཉི་ཤུ་རྩ་ལྔ་འདི་གང་ལ་བྱེད་བྱ་ན་འགྲིག་གོ། ཉི་ཤུ་རྩ་ལྔ་ཚར་ཚར་རོང། ཉི་ཤུ། ཉི་ཤུ། རྩ། རྩ་ལྔ་ག་རེ་བྱེད་ན་འདི་མ། ཞག་གསར་མ་འདུག་བ་དེ་གི་ད་ག་རང་ཚར། འདི་མ་རེད། འདི་གཉིས་ཕྱི་ཚེས་ལྔ་སྟོན་ཟླའི་ལས་བྲེལ་མ་རེད་ཨ་ནི་ད་འདི་བསུབ་འདི་ཡང་བསུབ་ཤོག་གང་ཡིན་ཟེར་ན་ཨ་ཡང་རྗེས་མ་དེ་བྲིས་གོ་ཡོད་རེད་ད། ལྔ་ཚར་བ་རེད། བཞི་གི་འགྱུར་ཚིག་ཚར་བ་རེད་ད་གཉིས་ཀྱི་འགྱུར་ཚིག་རེད་དེ་གཅིག་པ་རེད་རང་འཇགས་རེད། གཞན་གཉིས་ཀྱི་བརྒྱད། དེའི་འོག་ལ་བྲིས་གོ་གོ་ཡོད་རེད་པ། ཨ་ནི་དྲུག་གི་ཞིག་གི་གཉིས་ཤུ་རྩ་བཞི། དྲུག་གཉིས་ཀྱི་བཅུ་གཉིས་གཅིག་དང། གཉིས་གཅིག་རེད་པ། ཨ་ནི་བསྡོམས་ཚིག་བརྒྱད་དང། ད་གི་དེ་རང་ཅག་སླེབས་དགོས་ཀྱི་ཡོད་རེད། ཨཱ་ནི། འདི་སླེབས་དགོས་ཀྱི་ཡོད་རེད་དེ། ཨཱ་ནི་དང་པོ་དེ་ལ་ལེགས་པོར་དེ་སླེབས་སོང། ཨཱ་ནི། དྲུག་སྒང་ལ་གཉིས་བསྡོམས་ན་བརྒྱད། བརྒྱད་དེ་ཡང་སླེབས་སོང། དེ་ནི་ད། བརྒྱད་གཉིས་བཅུ་དྲུག། འདི་ད་དྲུག་དེ་ཡང་སླེབས་ཀྱི་འདུག། ཨོ་ཡ། དེ་ནི་ད་ལྔ་དེ་སླེབས་སོང་སྟེ་གཉིས་དང་གཉིས་བསྡོམས་བཞི་བཅས་ལྔ་རེད་བ། ལྔ་དེ་ཡང་སླེབས་སོང། ཨོ་དེ་ནི་གཅིག་མ་གཅིག་ཏག་ཏག་སླེབས་སོང། འདི་ནང་ནང་ལོགས་དེ་ད་གི་དེ། སྒྱུ་རྩལ་རྒྱབ་ནས་སླེབས་རྒྱུ་འདི་ད་ག་རང་སླེབས་སོང་འདི་ད་ག་རང་སླེབས་སོང་སླེབས་ཡོད་དུས་བསམ་པ་ད་འདི་འདི་བརྩིས་ཏེ་འགྲིག་ཡོད་པའི་རྟགས་རེད་ཨ་ནི་འདས་ལ་ཡ། ད་འདི་འོག་ལ་བྲིས་ཤག་གོ་ར་ང་ཚོ་ཤོང་དགོས་མི་འདུག་ཨ། མེ་ཤོང་འདི་བརྩམས་པ་གཅིག་ཁྲི་ལྔ་སྟོང་དྲུག་བརྒྱ་བརྒྱད་ཅུ་ཐམ་པ་འདྲའི་ལམ་ནས་ཐུགས་སུ་བྲིས་ཆོག་གི་ཡོད་རེད། ད་ང་ཚོ་བརྙན་ཐུང་དེ་ད་གིས་སུ་ཅིག་འགྲིག་པ་བྱས་ཤག་གོ།